དཔེར་བྱ་བྱ་ན། མཐུན་རྐྱེན་འཛོམས་པོ་ཞེ་དྲག་ཡོད་མཁན་གྱི་མི་གཅིག་ཅིག་འདས་པའི་ལོ་རྒྱུས་འདྲའི་བསམ་བློ་ཁོག་ནས་དེ་ཡང་ང་རྒྱལ་ལ་ཕྲག་དོག་ལ་རླུང་ལ་ཇི་བདེ་རུ་བཅད། ད་ཡང་བསམ་བློ་མང་པོ་ཅིག་ཁོག་ནས་མ་འོངས་པའི་བྱེད་བྱ་རུ་བསམ་བློ་ཁོག་ཅིག་སོ་སོ་དང་སོ་སོའི་སྤུ་གུ་དང་སྤུ་གུའི་སྤུ་གུ་དང་ཅིག་སོ་སོའི་ལུང་པ་དང་ཅིག་དེ་འདྲའི་བསམ་བློ་ཁོག་ནས་དེའི་རྐྱེན་པས་ཡང་སེམས་འཁྲུགས་དེ་ངན་བཅད། རེད་བ། ཡོང་སྡད་ཀྱི་འདུག་བ། ས་དེ་ཚོའི་གྲས་དེ་ཡིད་བློ་རྟོག་པའི་སྒོ་ནས་རྟོག་པས་ཨེ་ནི་རྣམ་རྟོག་འདྲ་མི་འདྲ་འཆར། དེ་ལ་བརྟེན་པས་ཨེ་ནི་སེམས་ལ་ཡ་མ་སྐྱིད་པ་ཡོང་སྡད་ཡ། སེམས་ལ་རེ་བ་མང་པོ་ཡོང་སྡད་ཡ། དོགས་པ་མང་པོ་ཡོང་སྡད་ཡ་དེ་འདྲའི་གི་རེ་དོགས་ཀྱི་ལུག་རྒྱུད་ཀྱི་གཅིག་འདི་ཡ་ཅིག་ཡོང་སྡད་ཀྱི་འདུག་བ། ཨེ་ནི་ལུས་ལུས་པོ་ལ་བརྟེན་སྡད་ངན་གྱི་ནང་ལས་ན་བའི་སྡུག་བསྔལ། དགའ་བའི་སྡུག་བསྔལ་མཐར་འཆི་བའི་སྡུག་བསྔལ་ཟད་དེ། ལུས་འདི་གྲུབ་ཕྱིན་ཆད་ལ། སྐྱེ་རྒ་ན་འཆིའི་སྡུག་བསྔལ་དེ་ཡང་ཡིན་པ་བརྒྱ་རྒྱ་ལམ་ཐག་ཆོད་རོ། བཙན་འོག་དག་གིས་ལབ་དེ་ཡག་གི། དགའ་བའི་སྡུག་བསྔལ་སླད་ཡོད་འདོད། དགའ་བའི་སྡུག་བསྔལ་ཅི། འདོར་དུ་མེད་པ་གཡུལ་ཐབས་མེད་བདེ་བ་ཅིག་དང་པོ་ནས་ངོས་འཛིན། དེ་ཡོང་གི་རེད་བསམ་པ་ཞིག་དང་པོ་ནས་དྲན་པ་བྱས། ལུས་དགའ་བོ་ཆགས་ནས་ཡང་སེམས་ནས་བསམ་བློ་གཏོང་ཡང་ད་དུང་བསམ་བློ་གཏང་ཐུབ་ཡ་ཡོད་བསམ་པ་ཅིག་གི་བསམ་བློ་འཁོར་རེ་ཐོན་ནས་ཨེ་ནི། བསམ་བློའི་ནང་ལ་ཅིག་ཡང་ཅིག་བློ་བཞག་ས་རུ་ཅིག་ཡོད་པ་ཡིན་ན་ལུས་དགའ་བོ་ཆགས་པ་ཡིན་ནས་ཁོ་སྣང་བ་སྐྱིད་པོ་ཞིག་བསྡད་ཐུབ་ཀི་རུང་བ། བསམ་བློའི་ནང་ནས་བསམ་བློ་གཏོང་ཡག་གལ་མེད་པའི་ཆེད། ཡིད་ལུས་ཐོག་ནས་བདེ་སྐྱིད་སྒྲུབ་ཡག་གི་གནད་འགག་རུ་སྨྲ་ཤེས་མཁན་གྱི་མི་གཅིག་གིས། ལུས་ཀྱི་མཐུན་རྐྱེན་རྐྱང་རྐྱང་ལ་བསམ་བློ་བཏང་ཆེད་མཐའ་མ་ལུས་རྒས་ཡོད་འདུག་ས་ནས་ད་རེ་བ་བྲལ་སོང་ཨ། ད་ཤི་སྒུག་བརྒྱབ་བསྡད་སོང་རོགས་ཨེ་ནི་དགའ་བུ་དགའ་མོ་ཁ་ཤས། ད་ཆོས་མེད་མཁན་རེད་ད་ཆོས་མེད་མཁན་དགའ་བུ་དགའ་མོ་ཁ་ཤས་ཨེ་ནི། རང་ཤི་རྒྱག་མཁན་དེ་འདྲས་ཡོང་བསྡད་ཀྱི་འདུག་ཨ།

ཁོ། དགའ་བའི་སྡུག་བསྔལ་ན་བའི་སྡུག་བསྔལ་འཆི་བའི་སྡུག་བསྔལ་བསམ་བློ་གོང་ལྡན་གྱི་ཕྱིན་པ་ཡིན་ན། ད་དུང་ཅིག་དགེ་བའི་བསྐུལ་མ་ལ་ཡ་གིས་བྱས་བྱས་ཨ་འབྲས་ཡོང་ཐོག་ཁག་པོ་རེད། ཞེས་རིགས་ཁ་ཤས་ཀན་སར་ན་ཤ་ཟེར་ལབ་པ་ཡིན་ན། བསམ་བློ་འཁོར་བའི་ཁ་ལ་ཞེ་བོ་གཅིག་གིས་ད་དགུ་སྡིངས་རེས་ལོག་བྱས་བསམ་བློ་འཁོར་བ་ཞེ་བོ་གཅིག་ད་འཁྲུག་བྱས། བསམ་བློ་འཁྲུག་པོ་ཁོ་རས་རྐྱེན་བྱས་ནས་ཀན་སར་ན་ཟ་དེའི་ཁྲག་རྒྱུན་མེད་དེ་ངས་ཁོ་སྡུག་ཏུ་ཕྱིན། ཨེ་མཐའ་མ་མགྱོགས་པོ་ཤི་འགྲོ་གི་འདི་འདྲས་ཡོང་འགྲིག་གི་འདུག་བ། ཀན་སར་གནས་པ་ཡིན་པ་ཡིན་ན་ཡང་ཡང་སྒོ་བསམ་བློའི་ནང་ལ་ཡང་གཅིག་བློ་བཞག་སར་བཞོས་པ་བྱས། དེ་འདྲའི་བཞོས་པ་ཡིན་ན་ཡང་བསམ་བློའི་ཞི་བདེ་རུ་ཅིག་དང་བསམ་བློ་ལྷོད་ལྷོད་རུ་བཞོས་པ་དེས་རྐྱེན་པས་ཡང་ཀན་སར་ན་ཚ་དྲག་ཡ་དེ་འདྲས་ཡོང་སྟེ་འདུག་བ། ས་བདག་དེ་ཚོས་བྲལ་ཏེ་སྒོ་གང་དག་བསམ་བློའི་མཁས་པ་བསམ་བློ་དེ་ཡིད་བློ་དེ་སྐུ་ཞི་བོ་ཅིག་ཕན་ནུས་འདྲེན་མཁན་ཞིག་ཐུག་བ། དེ་ཙམ་ན་ཕྱི་དངོས་པོའིཕྱི་དངོས་པོ་ལ་བརྟེན་པའི་ལུས་ཚོར་གྱི་བདེ་སྡུག་རྐྱང་རྐྱང་ལ་ཡང་བསམ་བློ་བཏང་བསྡད་ངེས་དེ་ལ། དེས་འགྲིག་གི་མ་རེད་དེས་འདང་གི་མ་རེད་ནང་ཡིད་ལུས་ལ་བརྟེན་པའི་བདེ་སྐྱིད་བཙལ་དགོས་ཀྱི་རེད་ཟེར་ཡང་འགྲིག་གི། ཟིལ་གྱིས་གནོན་ཐུབ་ཀྱི་འདུག་ག། གནོད་ཐུབ་ཀྱི་འདུག་ག། རབ་སྤྲོད་བྱེད་ཐུབ་ཀྱི་འདུག་ག། གཉིས་ཀ་ཡང་ནི་འདོད་པའི་དཔེས་བསལ་བ་ན་བཞིན་གཉིས་ཀ་ལ་བདེ་བ་འདུལ་བ་རེ་སྡུག་བསྔལ་མི་འདུལ་བ་གཅིག་པར་རོ། རེ་བ་ཕྱི་དངོས་པོ་རྐྱང་རྐྱང་བསམ་བཏང་དེ་ངས་དེ་གའི་སྡུག་བསྔལ་མི་འདུལ་བ་རེ་བདེ་བ་འདུལ་བ་གཅིག་པར་རེ་བ་ལྟ་ཁོ་ལ་ཡང་ཕྱི་དངོས་པོའི་མཐུན་རྐྱེན་ཡོད་ན་ཡང་ནང་བསམ་བློའི་ཐོག་ནས་ཨེ་ནི་མ་སྐྱིད་པ་ཆགས་ཡོད་འདུག་ཙང་ནས་ལྟ་དེ་ར་བཀྲ་བྱས་བྱས་ཨོ་ད་ཕྱི་དངོས་པོ་རྐྱང་རྐྱང་གི་འགྲིག་མི་འདུག་བ་ནང་བསམ་བློ་ཡར་རྒྱས་གཏོང་ཡ་དེ་གལ་ཆེན་པོ་འདུག་ག་ཟེར་ནས་ར་བཀྲ་འཕེལ་ཡ་འདུག་ག། གཉིས་ཀ་ཡང་ནི་འདོད་པའི་དཔེ་ཡིན་ཟེར་ཏེ། གཉིས་ཀའི་ཐུན་མོང་དུ་འདོད་པའི་བསྒྲུབ་བྱ་གཅིག་གྱུར་ཡིན་པ་ཡིན་དུ་བཙལ་ནས་ཁོའི་ཐོག་ནས་ང་ཚོ་རབ་གྲགས་བྱེད་དུ་འགྲོ་བས་ས་དར་སྐྱེས་ས་གཞི་ནས་ཅིག་ཚན་རིག་པ་ནང་ལོག་ནས་ད་ནང་བསམ་བློའི་ཐོག་ལ་ཞིབ་འཇུག་བྱེད་མཁན་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་འགྲོ་བ་ཨ་མཆིས་ནག་ལས་ད་ག་ནང་བཞིན་གྱི་བསམ་བློ་ཞི་བདེ་གོ་བ་རེད་བསམ་བློ་ལྷོད་ལྷོད་གོ་བ་རེད་ཟེར་ཏེ། དེང་སང་ད་སྨན་པའི་ནང་དཀའ་ཚོགས་རེད། ཚན་རིག་པ་ཨ་མཆིས་ཚོས་ནང་ལོག་ནས་དེ་འདྲ་བཤད་མཁན་འདུག་བ།